དེ་རིང་དུས་ཚོད་ཀྱི་ཆ་ནས་ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་དྲུག་ལོའི་ཕྱི་ཟླ་དྲུག་པའི་གི་ཚེས་པ་གཉིས་རེས་གཟའ་ངོ་མ་ཆགས་བསྡད་ཡོད་རེད། དེ་རིང་གི་གནམ་འོག་གི་སེམས་འགྱུར་ཚན་པའི་ཀུན་ཁྱབ་བརྙན་འཕྲིན་ལས་རམ་འདེགས་ཀྱི་ཞུ་གཞི་ཡིན་པ་ཡིན་ན། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་དྲུག་ལོའི་བཙན་བྱོལ་བོད་མིའི་སྲིད་སྤྱིའི་འོས་བསྡུ་ཆེན་མོའི་བརྒྱུད་རམ་ཞེས་པའི་བརྗོད་གཞིའི་ཐོག་ལ་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་བྱས། ལས་རམ་འདེགས་ཀྱི་བརྗོད་གཞི་སྙིང་བསྡུས་ལྟ་བུ་རྣམ་པ་ཚོ་ལ་ཞུས་པ་ཡིན་ན། དམངས་གཙོ་སྦོ་ལུག་མ་དང། སྲིད་སྐྱོང་ཁུག་མ་ཅན་ཞེས་པའི་བརྗོད་གཞི་དང་འབྲེལ་བ་ཆགས་ཀྱི་ཡོད་རེད། དེ་ཡི་གི་བརྒྱུད་རམ་ནང་ལོགས་ལ་ཡ། དེ་སྔ་གནམ་འོག་གི་སེམས་འགྱུར་ཚན་པའི་ལས་རམ་གོང་མའི་ནང་ལ། ད་ལན་གྱི་འོ་དོ་དང་འབྲེལ་བའི་ཐོག་ནས་མཐའ་མེད་ཀྱི་ཕྱོགས་གཏམ་ཅིག་གནམ་པོ་ཚོ་ལ་ཡ་སྙན་འགྲོས་ཞུས་ནས་ཡོང་གི་ཡིན་ཟེར་གྱི་ཞུས་ཡོད་པ་གཞིར་བཟུང་གིས་ད་དེ་རིང་གི་ལས་རམ་དེ་གཙོ་ཆེ་ཤོས་འོ་དོ་དང་འབྲེལ་བའི་གནས་ཚུལ་བྱས། དེ་ནས་ད་ད་ལྟའི་ཆ་ལ་ཡ། བཙན་བྱོལ་སྤྱི་ཚོགས་ཀྱི་ནང་གི་བོད་མི་ཡོངས་རྫོགས་ཟེར་ན་འགྲིག་གི་ཡོད་རེད་ཨང། དེ་མིན་པའི་གཞིས་ལུས་རྒྱ་ཆེའི་མི་མང་གི་ཐོག་ནས་ཡིན་ན་ཡང་གནས་ཚུལ་འདི་དང་འབྲེལ་བའི་ཐོག་ནས་མཁྱེན་རྟོགས་ཆེན་པོ་ཡོད་བསྡད་པ་གཅིག་དང། དེ་རིང་གི་ལས་རབས་འདིས་གཙོ་ཆེ་ཤོས་གསར་འགྱུར་དང་འབྲེལ་བ་ཆགས་ཀྱི་ཡོད་རེད་ལ་དམིགས་བསལ་གྱིས་མ་འོངས་པའི་བོད་མི་མང། འདི་ནས་བརྩིས་པའི་ལོ་བརྒྱད་ཅུ་དགུ་བཅུ་བརྒྱ་ཉིས་བརྒྱ་གི་སྐབས་ཀྱི་བོད་མི་མང་གི། ད་ལྟའི་གི་སྐབས་ཀྱི་བཙན་བྱོལ་བོད་པའི་གི་སྤྱི་ཚོགས་ཀྱི་ནང་གི་དམངས་གཙོའི་ནང་ལོགས་ལ་ཡ་གི་ཆེ་ཤོས་དེ་འོས་བསྡུ་བྱ་དེ་འོས་བསྡུ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་གི་འོས་བསྡུ་དེ་ག་འདྲས་སུ་ཕྱིན་ཡོད་དེ་མེད་ཀྱི་སྐོར་དེ་ལོ་རྒྱུས་ཀྱི་དྲན་ཐོ་ཙམ་ཅིག་ཆགས་འགྲོ་གི་རེད་ཟེར་གྱི་ནས་དེ་གཅིག་ཞུ་རྒྱུ་ཡིན། ད་དེ་ནས་དང་པོ་གསར་འགྱུར་བའི་ངོ་བོ་ལྟ་བུ་ཅིག་ཞུས་པ་ཡིན་ན། ཕྱི་ཟླ་དྲུག་པའི་གི་ཚེས་པ་སུམ་ཅུ་སོ་གཅིག་གི་ཉིན་མོ་དེ་ལ་ཡ། བཙན་བྱོལ་བོད་མིའི་སྤྱི་མཐུན་ལྷན་ཚོགས་ཀྱི་གྲོས་ཚོགས་ཀྱི་འཐུས་མི་བཞི་བཅུ་ཞེ་ལྔ་གི་དམ་འབུལ་མཛད་སྒོ་གནང་ཡོད་པ་དང། དེའི་རྗེས་ལ་ཡ། ཕྱི་ཟླ་དྲུག་པའི་གི་ཚེས་པ་གཉིས་ཉིན་མོ་དེ་རིང། བཀའ་ཤག་གི་ལས་ཁུངས་ཁག་གི་བཀའ་བློན་དྲུག་འདེམས་ཐོན་བྱུང་ཤག་དེའི་རྣམ་པ་ཚོ་ལ་ཡ་ངོ་སྤྲོད་ཅིག་ཞུས་པ་ཡིན་ན། བཀའ་བློན་དཔའ་གདེང་དོན་གྲུབ། བཀའ་བློན་ཚེ་རིང་དོན་གྲུབ། བཀའ་བློན་དཔལ་མང་འཚོ། བཀའ་བློན་ཀུན་དགའ་བཀྲ་ཤིས། བཀའ་བློན་ཆོས་རྒྱ་བཀྲ་ཉི་ཚེ་རྒྱལ། བཀའ་བློན་ཨོ་རྒྱན་བསྟན་འཛིན་བཞེས་བྱས། ད་ལན་བཀའ་བློན་གཏན་འཁེལ་ཡག་གི་གྲོས་ཚོགས་དེ་ཡིན་པ་ཡིན་ན་སྐབས་བཅོ་བརྒྱད་པའི་གྲོས་ཚོགས་ཚོགས་དུས་དང་པོ་དེ་ཆགས་བསྡད་ཀྱི་ཡོད་རེད། དེ་ནས་ད་ད་ལན་བཀའ་ཤག་དང་སྤྱི་འཐུས་དེ་འོས་བསྡུ་གི་བརྒྱུད་རམ་ནས་མཐའ་མེད་ཀྱི་གཏན་འཁེལ་དམ་པ་སོགས་ན་ཆགས་ཀྱི་ཡོད་པ་ཡིན་ཙང། ད་འོས་བསྡུ་དང་འབྲེལ་ནས་ད་ལན་གྱི་ལས་རམ་དེ་གཙོ་ཆེ་ཤོས་ངོ་སྤྲོད་ཞུ་གི་ཡོད་པ་ཡིན་དུས། ལས་རམ་འདི་གི་ནང་ལོགས་ལ་ཡ། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་དྲུག་ལོའི་གི་བོད་ཀྱི་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་བསྡུ་ཆེན་མོ་དེ་གི་འགན་འཁྱེར་མཁན་གཙོ་བོ་དེ་དབུས་འོས་བསྡུ་ལས་ཁང་བྱས། དེ་ཡང་འགན་འཛིན། སྤྱི་ཟུར་བློ་བཟང་ཡེ་ཤེས་ལགས་དང། སྤྱི་ཟུར་ཚེ་རིང་གཡུ་སྒྲོན་ལགས། སྣང་ས་ཆོས་སྒྲོན་ལགས་བཅས་བཅས། ཁོང་རྣམ་པ་གསུམ་གྱིས་ཐུགས་འགན་བཞེས་ནས་ཕེབས་ཡོད་རེད་དང་པོ་དེ་ལ་ཡ། ཁོང་རྣམ་པ་གསུམ་གྱིས་ཐུགས་འགན་བཞེས་པའི་བརྒྱུད་རིམ་གྱི་ནང་ལོགས་ལ་ཡ། སྐུ་ལས་ཞི་དྲག་བསྐྱོན་ཡོད་པའི་གནས་སྟངས་ཀྱི་ཐོག་ནས་ཏང་ཡོངས་འདུ་ཁང་ལ་ཡ། ས་གནས་འོས་བསྡུ་ལས་ཁང། བརྒྱད་ཅུ་གྱ་བདུན་གཅིག་གཏན་འཁེལ་གནང་བ་དང། དེ་ནས་ལས་བྱེད་ཀྱི་གྲངས་ཀ་དེ་ཆིག་སྟོང་བདུན་བརྒྱ་སུམ་ཅུ་སོ་བདུན། འོས་བསྡུ་གྱི་སྡེ་ཚན་ཁག་སུམ་བརྒྱ་ཅུ་མེད་དགུ་བཅས་བྱས། འཛམ་བུ་གླིང་གི་རྒྱལ་ཁབ་མ་འདྲ་བ་ཉི་ཤུ་རྩ་བདུན་གྱི་ནང་ལོགས་ལ་ཡང། འོས་བསྡུ་སྔོན་འགྲོ་དང་དངོས་གཞི་གཉིས་ཆ་ལུགས་སྒང་ལ་ཡང་དུས་ཚོད་མང་པོ་ཞུ་བཅུ་བཏང་ནས་སྐུ་ལས་ཞུ་བཅུ་བསྐྱོན་གནང་བ་དེས། འདས་པའི་འོས་བསྡུ་ལས་ར་མང་པོ་ཅིག་ལ་བལྟས་པ་ཡིན་ན་ད་ལན་གྱི་འོས་བསྡུའི་འགན་འཛིན་རྣམ་པ་དང། འབྲེལ་ཡོད་རྣམ་པ་གྱིས། སྐུ་ལས་ཞེ་བོ་ཅིག་བསྐྱོན་ཡོད་པའི་གནས་སྟངས་དེ་གསལ་པོ་ཞེ་བོ་ཅིག་ཆགས་ཡོད་སྐོར་རེད་ཅེས་བཤད། དེ་དང་འབྲེལ་བའི་ཐོག་ནས། རྒྱ་ཆེའི་མང་ཚོགས་ཀྱི་ངོས་ནས་ཡིན་ན་ཡང། དགའ་བསུ་ཆེན་པོ་དང་བཀའ་དྲིན་རྗེས་དྲན་དང། འདི་ག་གནམ་འོག་གི་སེམས་འགྱུ་ཚན་པའི་ཐོག་ནས་ཡིན་ན་ཡང་ཐུགས་རྗེ་ཆེ་ཟེར་གྱིན་ཞུ། འོས་བསྡུ་གི་ཐོག་མའི་སྐབས་ལ་ཡིན་ན། མི་མང་གི་དེབ་སྐྱེལ་བྱེད་ཡག་ལ་སོགས་པ་འདི་ཚོའི་ཐོག་ནས་ཞི་དྲག་གི་མཉམ་ཞུགས་མང་པོ་བྱུང་བསྡད་ཡོད་རེད། དེ་གི་ཐོག་ནས་བལྟས་པ་ཡིན་ན་ཁོང་རྣམ་པ་དེ་ཚོ་གི་སྐུ་ལས་བསྐྱོན་པ་དེ་ལ་ང་ཚོ་གི་ངོས་ནས་རྗེས་སུ་ཡི་རངས་དང་བཀའ་དྲིན་རྗེས་དྲན་ཞུ་ཡ་དེ་དོན་དངོས་གནས་དེ་ཡོད་རེད་ཟེར་ནས་དེ་གཅིག་ཆགས་འགྲོ་གི་འདུག་དང་པོ་དེ། ད་དེ་ནས་འོས་བསྡུ་གི་བརྒྱུད་ལམ་དེ་འགོ་བཙུགས་ནས་མ་རིམ་པས་རིམ་པས་ཡོང་པའི་སྐབས་ལ་ཡ། གནས་ཚུལ་མང་པོ་ཅིག་ལག་ལེན་ཡང་བསྟར་བ་རེད། འོས་བསྡུ་གི་ལས་རམ་དེ། གལ་ཆེན་པོ་གཅིག་དང། དེའི་ཐོག་ནས་ལས་སླ་པོ་གཅིག་རྩ་བ་ཉིད་ནས་བྱ་གི་ཡོད་མ་རེད། ད་གལ་ཆེན་པོ་གཅིག་གི་བརྒྱུད་རིམ་ནང་ལོགས་མ་འགྲོ་ཡོང་དུས་ག་ལ་རིམ་སྤེལ་གྱི་གྲ་འགྲིག་དང་མི་འགྲིག་མང་པོ་ཅིག་ཡོང་གི་ཡོད་ཙང་དཔེར་ན། སྲིད་སྐྱོང་གི་འོས་གཞི་ནང་ལོགས་ནས་འོས་གཞི། བཀྲ་ཤིས་སྟོབས་རྒྱལ་ལ་ཕྱིར་འབུད་བཏང་ཡ་ལ་སོགས་པ་འདི་འདྲའི་གི་གནས་ཚུལ་མང་པོ་ཅིག་བྱུང་ཡོང་དུས། གནས་ཚུལ་དེའི་ཐོག་ནས་མི་མང་ནང་ལོགས་ལ་ཡ། དོགས་འདྲོགས་དང་མ་སོ་ན། འགྲོ་འགོག་དང་མ་སོ་ན་ག་ལ་གང་འཚམ་ཅིག་བསླངས་ཡོད་པའི་གནས་སྟངས་ཅིག་ཆགས་ཡོང་དུས། ད་དེའི་ཐོག་ལ་ཡ། སྐབས་དེ་དུས་ཀྱི་སྤྱི་ཚོགས་དྲ་ལམ་ཁག་གི་སྐད་ཆ་དེ་ཚོ་ཕག་སུ་ཉན་པ་ཡིན་པ་ཡིན་ན། བཀྲ་ཤིས་སྟོབས་རྒྱལ་ལ་མཆན་བུ་བཏང་ཡག་གི་རྒྱུ་མཚན་ད་ག་རང། སྤེན་པ་ཚེ་རིང་ལ་ཡ། རྒྱུ་མཚན་དེ། མཚུངས་པ་རེད། རྒྱུ་མཚན་དེ་ཆ་མཉམ་པ་རེད། རྒྱུ་མཚན་གྱི་ཡང་རྗེས་དེ་འདྲ་བོ་རེད་དེ་ཡིན་པ་ཡིན་ན་ཡ། སྤེན་པ་ཚེ་རིང། འོས་གཞི་ནི་ཆེན་པོ་མ་བཏང་ཅེས་བཀྲ་ཤིས་སྟོབས་རྒྱལ་འོས་གཞི་ནི་ཆེན་པོ་བཏང་ཡ་དེའི་སྒང་ལ་བསམ་ཚུལ་མང་པོ་ཅིག་ཡོད་བསྡད་པ་རེད། ད་ཆ་ལས་གནང་མཁན་ཁོ་རང་ཚོ་གི་ལྷག་བསམ་ལ་སྐྱོན་མེད་པ་ཡིན་ན་ཡང་གང་ལྟར། ད་དེ་ལ་དཀའ་ངལ་མང་པོ་ཅིག་མི་མང་ཆ་ནས་གཟིགས་ཀྱི་ཡོད་རེད། དོགས་པ་མང་པོ་བྱས་ཡོད་པ་དེ་གཙོ་ཆེ་ཤོས་དེ་དཔེར་ན། འོས་བསྡུ་བའི་ནང་ལོགས་ལ་འཆར་གཞི་ལེན་མཁན་གྱི་ཁོངས་ནས་བཀྲ་ཤིས་སྟོབས་རྒྱལ་ལ་རྒྱབ་སྐྱོར་བྱེད་མཁན་དང་ཁོ་རང་གི་ཕྱོགས་གཏོགས་དེ་ད་ལྟོས་བལྟོས་པ་བ་དེ་གྱི་དེ་ཡིན་དུས་བོད་མི་སེར་བས་གྱི་སྟོད་མངའ་རིས་སྐོར་གསུམ་ལ་སོགས་པ་དེ་ཚོས་གི་ཐོག་ནས་རྒྱབ་སྐྱོར་ཆེན་པོ་ཞུ་ཅིག་སྐབས་དེ་དུས་ཁོ་གནས་སྟངས་མ་འདྲ་བ་ཅིག་གི་ཐོག་ནས་ཡོང་པ་རེད། ལྷག་པར་དུ་སྐབས་དེ་དུས་སྟོད་པ་བ་སྐུ་ཞབས་གཅིག་གིས་བཀའ་མོལ་གལ་ཆེན་པོ་ཞིག་གནང་རྗེས་དེ་ཤུགས་ཆེན་པོ་ཞེ་བོ་གཅིག་ཁྱབ་བརྡལ་ཕྱིན་པ་དང་མི་མང་པོ་གཅིག་གིས་བཀྲ་ཤིས་སྟོབས་རྒྱལ་ལ་ལ་ཡག་དང་རེ་བ་བརྒྱབ་ཡག་དང་འུད་ཀྱི་གྲངས་ཀ་དེ་ཡང་འཕར་ཡག་ཅིག་ག་ལ་གང་འཚམ་ཅིག་ཚོད་དཔག་རག་ཆོག་ཡོང་གི་ཡོད་པས་གི་སྐབས་ལ་ཡག་ད་བཀྲ་ཤིས་སྟོབས་རྒྱལ་དེ་མུ་མཐུད་ནས་བཞག་པ་ཡིན་ན་བཀྲ་ཤིས་སྟོབས་རྒྱལ་གྱིས་ཁོ་རང་གི་ཁྱབ་ཁོངས་ནས་འུད་མང་པོ་ཞུ་གཅིག་ད་ཁོ་རང་ལ་ཐོབ་འགྲོ་དུས་འགག་ལ། གཞན་པ། སྤེན་པ་ཚེ་རིང་གི་འོས་ཀྱི་གྲངས་ཀ་དེ་མ་ཆག་འགྲོ་གི་རེད། ཆག་ཡག་དེ་ཡང་ཕོན་ཆེན་པོ་ཞེ་བོ་ཅིག་ཆག་གི་ཡོད་པ་ཅིག་ལ་ཁོ་ཚོར་གདེང་ཚོད་བྱས། དེ་ཆག་པ་ཡིན་ན། སྐབས་དེ་དུས། དབུ་དཀར་ཚང་སྐལ་བཟང་རྡོ་རྗེ་ལགས་འོས་གཞི་ལ་ཞུགས་ཡོད་པ་ཡིན་ཙང། དབུ་དཀར་ཚང་སྐལ་བཟང་རྡོ་རྗེ་ལ་ཡང་རྒྱབ་སྐྱོར་ཅི་ཡོང་གི་རྒྱབ་སྐྱོར་ཆེན་པོ་ཞུ་གི་ཡོད་པ་ཡིན་དུས། དེ་ནི་སྤེན་པ་ཚེ་རིང་ལ་རྒྱབ་སྐྱོར་བ་ཡིན་ཟེར་སྡུག་བསྔལ་གྱི་ནང་ལོག་ནས་མང་པོ་ཅིག་དེ་བཀྲ་ཤིས་སྟོབས་རྒྱལ་གྱི་འོས་ཁོང་ལ་འགྲོ་ནས་མ་ཆགས་ཡོང་དུས་དེའི་དཔའ་རུ་དེ་ལ་སྤེན་པ་ཚེ་རིང་དེ་མ་ཟ་བྱས་སྐལ་རྡོར་དེ་ཡང་ཐོབ་འགྲོ་གི་འདུག་ཟེར་ཅིག་དེ་འདྲའི་གི་བསམ་བློ་ཅིག་གི་འོག་ནས་ཅུང་བཞག་པ་ཡིན་པ་གཅིག་ལ་ངོས་འཛིན་གནང་མཁན་མང་པོ་བྱུང་བསྡད་ཡོད་རེད། ལྷག་པར་དུ། སྲིད་སྐྱོང་གི་འོས་གཞི་ནང་ལོགས་ལ་ཡང་བཞག་མཁན་གྱི་གཞན་པ་དགེ་རྒན་ཟུར་པ་ཡིན་པ་ཡོད་འདི་འདྲའི་གཅིག་ཡིན་པ་ཡིན་ན་ཡང་ཞུ་དག་གི་འོས་ཀྱི་ཐོག་ནས་ནུས་པ་ཆེན་པོ་ཡིན་པ་གཅིག་ཡང་ཆེད་མངགས་གི་གཡས་ནས་བསྐོར་གཡོན་ནས་བསྐོར་ཨ་མ་སྲིད་སྐྱོང་གི་འོས་གཞི་ནང་ཞུགས་མ་ཐུབ་པ་བྱས་ཡ་དེ་གི་གནད་དོན་དེ་ཡང་གཅིག་མཚུངས་འདྲ་པོ་བྱས་རྗེས་གང་ལྟར་བསམ་བློ་བཏང་བཏང་སྟེ། འོད་དེ་བགོ་བཤའ་རྒྱབ་བྱས་ནས། ཕག་མཚོ་འགྲོ་དུས་གངས་ལ་ཡལ། སྤེན་པ་ཚེ་རིང་འོད་དེ་ཉུང་རུ་འགྲོ་གི་ཡོད་པ་དང། བཀྲ་ཤིས་སྟོབས་རྒྱལ་གྱི་འོད་དེ་མང་རུ་འགྲོ་གི་ཡོད་པ། རང་གིས་གང་ལ་ཞུས་པ་ནང་བཞིན་རེད་དེ་ནང་བཞིན་བསམ་བློ་བཏང་བྱས་ནས་འོད་གཞི་གཞན་པ་དེའི། འོད་དེ་མང་རུ་འགྲོ་གི་ཡོད་དུས། དེའི་དཔའ་རུ་དེ་ནི་སྐལ་བཟང་རྡོ་རྗེ་ལ་ཐོབ་འགྲོ་གི་འདུག་བསམ་བསམ་གྱི་བསམ་བློ་དེ་གི་འོག་ནས། སྲིད་སྐྱོང་འོས་མི་གཞན་པ་དེ་ཡང་འོས་གཞི་ལ་ཞུགས་མ་ཐུབ་པའི་གནས་སྟངས་ཆགས་པ་རེད་ཟེར་ཅེས་ད་ལྟའི་སྐད་ཆ་དེ་སྐབས་དེ་དུས་ཀྱི་ཡོངས་གྲགས་ཆགས་བསྡད་པ་རེད་དེའི་ཐོག་ནས་གནས་ཚུལ་མང་པོ་ཞིག་ཅིག་ཞིབ་ཚགས་པོ་བྱས་ནས་བལྟ་དགོས་ཡ་ཅིག་དང་བསམ་བློ་མང་པོ་ཞིག་བཏང་དགོས་ཡ་གནས་སྟངས་ཅིག་ཆགས་ཡོད་རེད་ཟེར་ཅེས་བཤད། ད་སྲིད་སྐྱོང་དང་འབྲེལ་བའི་འོས་བསྡུ་དེ་གནས་ཚུལ་དོན་འགྲེལ་ཅིག་ཆགས་འགྲོ་གི་འདུག། ད་འདིའི་ཐོག་ནས་བསྡོམས་རྒྱག་ཡག་འདྲ་པོ་དེ་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན་ད་ལན་གྱི་འོས་བསྡུ་ཆེན་མོའི་ནང་ལོགས་ལ་ཡང། ཆབ་སྲིད་ཀྱི་མ་རུང་ཁོག་བཅངས་རེད། རྩེད་མོ་སྡུག་ཅག་ཞེ་བོ་ཅིག་རྩེས་ཡོད་པ་ཅིག་ང་ཚོ་མཚོན་ཐུབ་ཀྱི་འདུག་ཟེར་བྱས་ད་ང་ཚོ་རྟོགས་ཐུབ་ཡ་དེ་དེ་ཅིག་རེད། ད་དེ་དང་འབྲེལ་བའི་ཐོག་ནས་སྲིད་སྐྱོང་ཙམ་མ་ཡིན་པ་སྤྱི་འཐུས་ཀྱི་ནང་ལོགས་ལ་ཡིན་པ་ཡིན་ན་ཡང་སྐབས་དེ་དུས་སྤྱི་འཐུས་ཁག་ཅིག་མ་ཟ་ཡག་གི་ཆེད་དུ་ལ་དེ་ནས་དགོན་པ་གྲྭ་ཚང་བེད་སྤྱོད་བཏང་ན་ཨ་དྲག། བླ་མ་རྩ་ཆེན་པོ་དེ་འདྲི་བེད་སྤྱོད་བཏང་ན་ཨ་དྲག། དེ་ཙམ་དུ་མ་ཟད་བོད་ཀྱི་གནས་གཞུང་གི་ཐོག་ནས་ཡིན་པ་ཡིན་ན་ཡང་གནོད་ཤུགས་གང་འདྲི་བྱེད་དགོས་ཀྱི་འདུག་ཟེར་བྱས་བྱས་དེ་འདྲི་བྱས་བྱས་གནས་ཚུལ་མཛའ་གྲགས་ཅིག་བྱུང་བསྡད་པ་དེས་ད་ད་ལན་གྱི་འོས་བསྡུ་དང་འབྲེལ་བའི་གནས་ཚུལ་ཞིབ་འཇུག་གནང་མཁན་ཚང་མས་ཀྱི་མཁྱེན་རྟོགས་གསལ་པོ་ཡོང་ཐུབ་པ་ཅིག་ཆགས་ཀྱི་ཡོད་རེད་ད། ཡིན་པ་ཡིན་ན་ཡང་དེའི་ཐོག་ནས་སྤྱི་འཐུས་ཁག་ཅིག་མ་གཡུག་དགོས་ཀྱི་ཡོད་པ་དང་བསམ་ངན་བཅངས་རྗེས་སྤྱི་འཐུས་ཁག་ཅིག་ཕ་བཀག་འགོག་བྱེད་དགོས་ཀྱི་ཡོད་པའི་ཀུན་སློང་ཁེལ་བ་རེད་དེ་ཡིན་པ་ཡིན་ན་ཡང་བེད་སྤྱོད་བཏང་ཡག་གི་ད་ལྷ་དང་བླ་མ་ཟེར་གྱི་ཡོད་ན་འགྲིག་གི་འདུག

གནས་ཆུང་དང་འདྲ་བའི་ཐོག་ནས་གནས་ཚུལ་ཡང་སྡུག་རུ་འགྲོ་གི་ཡོད་པ་དང་གནས་ཆུང་ཐུང་ཆགས་ཡོད་པའི་གནས་ཚུལ་དེ་འདྲས་ཡང་བསྡོམས་ཆེན་པོ་བཞི་བོ་གཅིག་གི་ལོ་རྒྱུས་ཀྱི་ནང་ལོགས་ལ་གསལ་པོ་ཆགས་བསྡད་ཡོད་རེད་ཟེར་གྱི་ནས་ད་དེ་འདྲས་གཅིག་ཞུས་ཡ་འདུག་ད་བརྒྱུད་ལམ་དེ་ཚོའི་ཐོག་ནས་རིམ་པས་ལྟ་ཡོང་དུས་ག་ལ་ཡ། སྤྱི་བཏང་གི་ད་ལན་གྱི་འོས་བསྡུ་དང་འབྲེལ་བའི་ཐོག་ནས་འཐུས་ཤོར་རྣམ་པ་སྣ་ཚོགས་ཅིག་བྱུང་ཡོད་པ་དེས། སྒང་ལ་བཞུགས་མཁན་གྱི་ལས་བྱེད་ཟུར་པ་དང་མི་གཉིས་འབེལ་གྱི་ཐོག་ནས་རྒྱབ་ལོག་ནས་ས་འོག་དར་ཐག་བཅད་ནས་དཀའ་ངལ་མང་པོ་ཞུ་བ་ཞིག་འཕྲད་ཡོང་གི་ཡོད་པ་དེ་ཡང་མི་མང་གི་ཐོག་ནས་ངོས་འཛིན་གནང་ཡོད་རེད། དམིགས་བསལ་གྱི་དབུས་འོས་བསྡུ་ལས་ཁང་ཁོ་རང་ཚོ་གསལ་བསྒྲགས་ཀྱི་ནང་ལོག་ཆ་བཞག་པ་ཡིན་པ་ཡིན་ན་ཡང་འོས་གཞི་ལ་མཉམ་ཞུགས་གནང་མཁན་གྱི་མི་དེ་ཡང་པའི་དཀའ་ལས་ཁག་པོ་ཞུགས་ཅིག་ཆགས་པའི་གནས་སྟངས་གཅིག་གི་ཐོག་ལ་བློ་ཕམ་ཅིག་བྱས་ནས་གསལ་བསྒྲགས་གནང་ཡོད་པ་རེད། ལྷག་པར་དུ། འོས་བླུགས་མཁན་གྱི་མི་མང་དེ་ཉུང་རུ་ཕྱིན་པའི་གནས་སྟངས་ཀྱི་ཐོག་ལ་ཡང་ཐུགས་ཕམ་ཅིག་གནང་ཡོད་རེད། དེ་ཡིན་དུས་དེའི་རིམ་པ་དེ་ངས་དང་པོ་ནང་པ་ཚོ་ལ་མང་ཅིག་ཞུས་པ་ཡིན་ན། དེའི་ཐོག་ནས་ང་ཚོ་གནས་ཚུལ་མང་པོ་ཞུ་ཅིག་ཤེས་ཐུབ་ཀྱི་འདུག། ཐོག་མའི་སྐབས་ལ་དེབ་སྐྱེལ་བྱེད་དུས། མི་གྲངས་དེ་དགུ་ཁྲི་གཅིག་སྟོང་བརྒྱད་སྨད་བདུན་ཅུ་དུང་གསུམ་ཡོད་པར་བྱས། དེ་ནས་སྔོན་འགྲོ་འགྲོ་བའི་སྐབས་ལ་ཡང་དེ་མ་ཆགས་ནས་ལྔ་ཁྲི་གཅིག་སྟོང་གཅིག་བརྒྱ། བཞི་ཅུ་ཐམ་པ་བར་དུ་མ་ཆགས་མི་གྲངས། དེ་ནས་སྔོན་འགྲོ་ནས་བྱས་བྱས་བཞུགས་སྐུ་ལ་དངོས་གཞི་ལ་མ་འགྲོ་བའི་སྐབས་ལ་ཡང་ཡང་གྲངས་ཀ་དེ་མ་ཆགས་ནས་བཞི་ཁྲི་གཅིག་སྟོང་དྲུག་བརྒྱ་སུམ་ཅུ་སོ་བརྒྱད་བར་དུ་སླེབས་ནས་དེ་ཡི་རྒྱུད་རབས་ནས་བལྟས་ཡོང་བ་ཡིན་ན། འོས་བླུགས་མཁན་གྱི་མི་མང་གིས་ཐོག་མའི་སྐབས་ཀྱི་བསམ་བློ་དང། བར་ལམ་རིམ་པའི་འཆར་གཞི་ལས་ནས་སྔོན་འགྲོ་གི་སྐབས་ལ་ཡང་འཆར་གཞི་ལེན་ཡག་དང་དེ་ནས་དངོས་གཞིའི་སྐབས་ལ་ཡང་འཆར་གཞི་ལེན་ཡག་དེ་ཚོ་རིམ་པའི་གྲངས་ཀ་མ་ཆགས་བསྡད་པ་འདི་ཀྱི་ཐོག་ནས། ད་མི་མང། སྒང་ལ་ཞུས་པ་ནང་བཞིན་གྱི་དོགས་པ་རྣམ་རྟོག་མང་པོ་ཅིག་ནང་ལོགས་ལ་མ་སླེབས་ཡོད་པ་དང་འོས་ཤོག་བླུག་ངེས་ཀྱི་མི་མང་ཡིན་པ་ཡིན་ན་ཡང། སེམས་ཤུགས་ཆགས་ཡོད་པའི་རྣམ་པ་དེ་གསལ་པོ་ཞིག་མཚོན་ཐུབ་ཀྱི་ཡོད་རེད། དེ་ཙམ་དུ་མ་ཟད་པའི་འོས་བསྡུ་ལས་ཁང་ཁོ་རང་ཚོ་གི་གསལ་བསྒྲགས་ནང་ཡང་ནང་ལོག་ཆགས་བཞག་པ་ཡིན་ན། སྔོན་འགྲོ་ཚར་ནས་དངོས་གཞིའི་སྐབས་ལ་ཡིན་པ་ཡིན་ན་ཡང། འོས་ཤོག་གི་འོས་གཞི་གི་ནང་ལོག་ལ་ཡང། ཁུངས་རེ་རེ་ནས་ཀྱི་གྲངས་ཀ་ཅིག་ཚང་དགོས་ཡོད་པ་ཡིན་ཙང་དེ་ཡི་གྲངས་ཀ་དེ་མ་ལོངས་པའི་ཐོག་ནས་གང་ལྟར་འོས་གཞི་ལ་ཞུགས་མཁན་མི་རག་པའི་ཀྱི་དཀའ་ངལ་ཆེན་པོ་ཅིག་འཕྲད་ཡོད་པའི་སྐོར་འདི་གསལ་བསྒྲགས་གནང་ཡོད་རེད་དེ་ཡིན་དུས་ད་དེ་ཚོའི་ཚང་མས་ཀྱི་ཐོག་ནས་མ་བལྟ་ཡོང་དུས་ག་ལ། འོད་བླུ་མཁན་གྱི་གྲངས་ཀ་དེ་མར་མར་མར་ཆག་པ་འདི་གི་ཐོག་ནས། སྐབས་དེ་དུས་ཀྱི་འོས་བསྡུ་ལས་ཁང་གི་ལས་རམས་ལ་བར་ཆད་གཏོང་མཁན་གྱི་མི་དེ་ཚོ་གི་ལས་ཀ་ནག་པོ་བྱེད་པའི་གི་ནུས་པ་ཟེར་ན་འགྲིག་གི་འདུག་དེ་འདྲའི་གི་ཐོག་ནས་ཡིན་པ་ཡིན་ན་ཡང། ད་ལན་གྱི་འོས་བསྡུ་ཆེན་མོ་འདི་ལ་ཡང་དཀའ་ངལ་ཆེན་པོ་ཅིག་འཕྲད་ཡོད་པ་དེ་གསལ་བོ་ཅིག་མཚོན་ཐུབ་གི་རེད། དེ་གཅིག་བཅས། ད་དེ་ཙམ་དུ་མ་ཟད་པའི་གི་འོས་གཞི་ལ་མཉམ་ཞུགས་གནང་མཁན་གྱི་ནང་ལོགས་ལས་ཡིན་པ་ཡིན་ན་ཡང། རགས་དང་མ་རགས་ཀྱི་དཀའ་ངལ་ཆེན་པོ་འཕྲད་ཡོང་པ་འདི་ཡི་ཐོག་ནས་བལྟ་ཡོང་དུས་ག་རེ་མཚོན་དགོས་རེད་ཟེར་ལབ་པ་ཡིན་ན། བཙན་བྱོལ་སྤྱི་ཚོགས་ཀྱི་སྤྱི་དཔལ་གྱི་ལས་དོན་གྱི་ཐོག་ལ་ཡང་མཉམ་ཞུགས་ཀྱི་བསམ་བློ་དང་མཉམ་ཞུགས་ཀྱི་སེམས་ཤུགས་དེ་ཞུགས་ཅིག་མ་ཆགས་འགྲོ་གི་ཡོད་པའི་རྣམ་པ་ཅིག་ཐོན་གྱི་ཡོད་པ་དང། དེ་ཡི་གི་ཐོག་ནས་བལྟ་ཡོང་དུས་ད་འདས་པའི་ལོ་ལྔ་གི་རིང་ལ་ཡང་འདས་མཐུན་སྲིད་སྐྱོང་སྤེན་པ་ཚེ་རིང་གིས་དབུས་ཁྲིད་པའི་གི་ཁྲིམས་མཐུན་མ་ཡིན་པའི་བཀའ་ཤག་ཟེར་ན་འགྲིག་གི་འདུག་ད་གང་ལྟ་དེ་མི་ཁག་ཅིག་ཡོད་པ་བདེ་སྐྱིད་འདི་གིས་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང། ཆབ་སྲིད་ཀྱི་ཐོག་ནས་མི་མང་གི་རྩ་བའི་གི་སེམས་ཤུགས་དེ་སྤར་ཐུབ་ཀྱི་མེད་པའི་གི་གནས་སྟངས་ཅིག་དང། རྩ་བའི་གི། སེམས་ཤུགས་དེ་མ་ཆགས་འགྲོ་གི་ཡོད་པའི་གི་གནས་སྟངས་ཅིག་གསལ་པོ་ཅིག་མཚོན་ཐུབ་ཀྱི་འདུག་ཟེར་ནས་ད་གནས་སྟངས་དེ་གཉིས་སྒང་ལ་རེ་བ། ད་ལྟའི་གི་འོས་བླུག་མཁན་གྱི་གྲངས་ཀ་དེ་མ་ཆགས་པ་དང། འོས་གཞི་ནང་ལ་མཉམ་ཞུགས་གནང་མཁན་གྱི་མི་དེ་གི། ད་གྲངས་ཀ་དེ་མ་ཆགས་པ། མ་རག་པ་འདི་ཚོ་གཉིས་ཀྱི་ཐོག་ནས། མར་ཆགས་པ་ཀྱི་གནས་སྟངས་གཉིས་ཀྱི་ཐོག་ནས། འོས་བསྡུ་དང་འབྲེལ་བའི་ཐོག་ནས་ཀྱི་མི་མང་སེམས་ཤུགས་ཆགས་པ་དང། དེ་ནས་དེ་སྔ་འཛིན་སྐྱོང་དང་འབྲེལ་བའི་ཐོག་ནས་མི་མང་སེམས་ཤུགས་ཆགས་པའི་ཀྱི་གནས་སྟངས་གཉིས་དེ་ཀྱི་ཐོག་ནས་གཟིགས་པོ་གཅིག་མཚོན་ཐུབ་ཀྱི་འདུག། ལྷག་པར་དུ། སྐབས་དེ་དུས་ཀྱི་ཕྱག་ལས་ནང་དངོས་སུ་ཞུགས་མཁན་མདུན་ལ་ཐོན་མཁན་གྱི་སྤྱི་ཁྱབ་དབུས་འོས་བསྡུ་ཀྱི་འགན་འཛིན་རྣམ་པས་ཡིན་པ་ཡིན་ན་ཡང་གསལ་བསྒྲགས་ནང་ལོ་ལ་ཞི་རགས་ཀྱི་ཐུགས་ཕམ་གྱི་རྣམ་འགྱུར་ཅིག་ཐོན་པ་འདིའི་ཐོག་ནས་ཀྱི།

ད་དེ་ནས་འོད་དུ་ཆེན་མོ་གི་རིམ་པ་གི་ཐ་མ་མ་སླེབ་ཡོང་དུས་གང་ལ་ཡ་འོད་ཀྱི་གྲུབ་འབྲས་དེ་གསལ་བསྒྲགས་བྱས་པ་དེ་ལ་ཡ་སྔོན་འགྲོ་གི་འོད་ཀྱི་གྲུབ་འབྲས་གསལ་བསྒྲགས་བྱས་པ་དང་དངོས་གཞིའི་གི་འོད་ཀྱི་གྲུབ་འབྲས་གསལ་བསྒྲགས་བྱས་པ་གཉིས་ཆགས་འགྲོ་གར་བ། དེ་ཡིན་དུས་ད་འོད་ཀྱི་གྲུབ་འབྲས་གསལ་བསྒྲགས་བྱས་པའི་གི་གནད་དོན་དང་འབྲེལ་བ་ཆགས་པའི་ཐོག་ནས་གི་གནས་ཚུལ་མང་པོ་ཞིབ་ཅིག་གང་ལྟར་ཁྲིམས་མཐུན་ལུགས་མཐུན་མ་ཆགས་པའི་གནས་སྟངས་མང་པོ་གཅིག་སྟེ་དབུས་འོས་བསྡུ་ལས་ཁང་ཁོ་རང་ཚོ་གིས་གསལ་བསྒྲགས་གནང་བཞིན་པ་དེ་ག་རང་གཞི་ལ་བཞག་ནས་བཏང་ཡོང་དུས་ག་ལ་འོས་བསྡུ་དེ་ཁྲིམས་མཐུན་ཡ་རབས་བཟང་སྤྱོད་ལྡན་པ་ཞིག་བྱུང་མེད་པ་ལྷག་པར་དུ་འོས་བསྡུ་གི་ལས་རབས་ནང་ལོགས་ལ་ཡ་ངུས་ངུས་བེད་སྤྱོད་བཏང་པའི་གནས་ཚུལ་དེ་འདྲའི་རྫ་འདྲ་པོ་ཞིག་བྱུང་པའི་གནས་ཚུལ་དེ་ད་ང་ཚོ་གསལ་པོ་ཞིག་བྱུང་ཡོང་གི་རེད་དེ་འདྲའི་བྱེད་དུས།

སྲིད་སྐྱོང་གི་དམ་འབུལ་བྱེད་ཡག་དང། སྤྱི་འཐུས་ཀྱི་དམ་འབུལ་བྱེད་ཡག་གཉིས་ཆ་ལོ། ཚད་དང་ལྡན་པ་ཅིག་རྩ་བ་ཉིད་ནས་ཆགས་ཡོད་མ་རེད་ཟེར་བྱས་བྱས། འདི། ག་ཚོན་བཅད་ནས་བཤད་ཐུབ་ཡག་ཅིག་རེད། ཕྱོགས་གཅིག་དེ། ཡག་པོ་ཆགས་ཡོད་པ་དང་ཕྱོགས་གཅིག་དེ་ཡག་པོ་ཆགས་མེད་པའི་སྐད་ཆ་དེ། བཤད་མ་དགོས་པའི་ཐོག་ནས་ཁོ་བསྡོམས་ཅིག་བརྒྱབ་ཡོང་པ་ཡིན་ན་ཡང་སྲིད་སྐྱོང་གི། དམ་འབུལ་བྱེད་ཡག་དང། སྤྱི་འཐུས་སྤྱི་ཡོངས་ཀྱི་དམ་འབུལ་བྱེད་ཡ་གཉིས་ཆ་ལོག་སྟེ་མ་འགྲིག་པ་ཅིག་ཆགས་བསྡད་ཡོད་རེད། ཡིན་པ་ཡིན་ན་ཡང་ད་དམ་འབུལ་བྱེད་ནི་ཆིན་ཚར་བ་རེད། དེ་ཡིན་དུས་ད་ང་ཚོ་རིམ་པས་ཕྱེ་ནས་འགྲོ་ནི་འགྲོ་གི་རེད་ག་རེ་ཟེར་ལབ་པ་ཡིན་ན། དཔེར་ན། སྤྱི་ཚོགས་ནང་ལོགས་ལ་ཡ་མི་ཞྭ་ར་ཡོད་རེད། མི་རྐང་ཆག་ལག་ཆག་ཡོད་རེད། ཁོ་བོ་མིའི་ཞྭ་རགས་ཅིག་དང་མིའི་རྐང་ཆག་ལག་ཆག་ཅིག་ཡིན་པ་ཡིན་ན་ཡང་ཁོ་བོ་མིའི་སྤྱི་ཚོགས་ནང་ལ་འགྲོ་ཡ་རང་རེད་པ། དེ་ཡིན་དུས་དམངས་གཙོ་སྦོ་ལུག་ཚགས་པ། དམངས་གཙོ་གྲ་མ་འགྲིག་པ། དེ་ལས་ཚབས་ཆེ་བ་ཅིག་ལ་ཡང། དམངས་གཙོ་གི་རྩ་བའི་གི་ཁྲིམས་ལ་ཡིད་ཆེས་མེད་པ་ཆགས་འགྲོ་དགོས། དེ་ཡིད་ཆེས་མེད་ཟེར་དུས་གང་ལ་ཡང་ཁྲིམས་ཁོ་རང་རང་ཡང་མ་དག་པ་ཡིན་པ་སྐད་ཆ་ཁྱོད་ནས་ཤེས་གི་ཡོད་མ་རེད། ཁྲིམས་དང་མཉམ་པའི་ལག་བསྟར་འདི་ཁྲིམས་ཀྱི་མཉམ་འདྲེས་མཉམ་དུ་འགྲོ་དགོས་པ་ཡོད་ཙང་དེའི་ལག་བསྟར་དེ་ཡོང་གི་མེད་པ་ཡིན་དུས། མི་མང་དེས་ཁྲིམས་ལ་ཡིད་ཆེས་བརླག་འགྲོ་བའི་གནས་སྟངས་ཤིག་ཆགས་འོང་དུས། དམངས་གཙོའི་ནང་ལོགས་ལ་ཡ། སྦོ། ལུག་ཡ་ཚབས་ཆེ་ཤོས། ཉམས་ཆག་ཚབས་ཆེ་ཤོས་ཅིག་གི་གནས་སྟངས་ཅིག་གི་ཐོག་ནས་ད་འབྲེལ་ཆ་ལ་ཡ། སྲིད་སྐྱོང་དང་སྤྱི་འཐུས་དེ་འདུ་ཟེར་བྱས་ནས་ཕེབས་པ་རེད་ཟེར་བྱས། དེ་གསལ་པོ་ཆགས་པ་དང་དེའི་འཕྲོ་དེ་གས་དེ་མ་འོངས་པ་ལ་རིམ་པས་ང་ཚོ་ལྟ་ཡ་ཡོང་གི་རེད།

ཀུན་འདུས་ལ་ཡང་འཇལ་ཁ་བཏང་ཡག་ལ་སོགས་པ་འདི་ཚོའི་ཐོག་ནས་ང་ཚོ་ལྟ་བདེ་སྡུག་གང་ལ་ཡ། འུ་སྡུག་གི་ལས་རམ་དེ་ཡག་པོ་མ་ཕྱིན་པ་དང་སྤྱི་ཚོགས་ནང་བློ་ལ་རྙོག་དྲ་ཆེན་པོ་ཞེ་བུ་ཅིག་ཡོད་པ་དང། འདི་གི་གནས་སྟངས་དེ་ཀུན་འདུས་ཡིད་བཞིན་ནོར་བུའི་རྩ་བ་ཉིད་ནས་ཁྱད་ཡོད་ས་མ་རེད་བསམ་བསམ་ཅིག་གིས་མི་མང་ལ་ཚོད་དཔག་དེ་ཡོད་བསྡད་པ་ཅིག་རེད། དེ་ནས་རྣམ་པ་ཚོས་གི་དྲ་རྒྱའི་སྐྱོན་ལམ་ག་ལ་གཟིགས་གནང་བ་ཡིན་ན། སྤྱི་འཐུས་ལ་ཡ་འདེམས་ཐོན་བྱུང་ཚར་བ་རེད་ཟེར་བྱས་བྱས་ཀུན་འདུས་ལ་འཇལ་ཁ་ཞུས་པའི་སྐབས་ལ་ཡ། ཀུན་འདུས་ཀྱིས། ཁོ་རྣམ་རྒྱུན་ཁོ་རང་གི་ཐོག་ནས་ཀུན་འདུས་ཀྱི་སྤྱི་ཡོངས་ཀྱི་གནས་སྟངས་ནི་མཁྱེན་གྱི་མེད་པའི་གནས་སྟངས་དེ་ད་གསལ་བོ་ཞིབ་བོ་ཅིག་མཚོན་བསྡད་ཀྱི་ཡོད་རེད། དེའི་ཐོག་ནས། ཀུན་འདུས་ཀྱི་གསལ་བོ་མཁྱེན་རྟོགས་མེད་བཞིན་དུ་ལ། ཨ་ནི། གནས་ཚུལ་ཁ་གསལ་མེད་པའི་ཐོག་ནས། ཀུན་འདུས་ལ་མཇལ་ཁ་དེ་འདྲ་བཏང་གི་ཡོད་པ་དེ་དོན་གྱི་ཆ་ནས་ཀུན་འདུས་ཡེ་ཤུ་ནོར་བུ་དེ་མགོ་སྐོར་ཆགས་འགྲོ་གི་ཡོད་རེད། དེ་མ་གཏོགས་པའི་ངའི་ཚོད་དཔག་དང་ངས་བསམ་ཚུལ་བྱས་པ་ཡིན་ན་གནས་ཚུལ་འདིའི་གནད་དོན་དེ་ཀུན་འདུས་ཡིད་བཞིན་ནོར་བུས་གསལ་པོ་ཅིག་མཁྱེན་ཡོད་པ་ཡིན་ན་བརྒྱ་ཆ་བརྒྱ་ནས་བརྒྱ། དང་དེ་གི་འོས་བསྡུ་དེ་རྦད་དེ་ཕྱིར་འཐེན་བྱས་པ་དང་དེ་དང་འབྲེལ་བའི་ཐོག་ནས་ལས་རིམ་གསར་དུ་དབུ་བཙུགས་ནས་འགྲོ་དགོས་པ་ཡོད་པ་ཅིག་ལ་ཏན་ཏན་བཀའ་སློབ་གནང་གི་རེད་དྲན་གི་ཡོད་རེད། དེ་བཀའ་སློབ་མ་གནང་བ་ཡིན་ན་ཡང་ད་ལྟའི་གི་ཁ་ཆ་ར་ཆ་ཟེར་གི་བ། ཆ་མི་ཚང་བ། ཁྲིམས་མཐུན་མ་ཆགས་པ། བཟང་སྤྱོད་ལྡན་པ་མ་ཆགས་པ། འདི་འདྲིས་གི་གནས་སྟངས་ཅིག་ག་ལ་ཡ། དེ་ཤེས་ཤེས་གནང་བའི་ཐོག་ནས་བྱེད་ག་དང་ཡ་ལ་སོགས་པ་དེ་འདྲིས་རྩ་བ་ཉིད་ནས་ང་ཚོ་ཚོད་དཔག་གི་ཐོག་ནས་ཧ་གོ་གོ་ཡ་འདྲ་བ་ཅིག་དང་ཤེས་ཐུབ་ཡ་འདྲ་ཅིག་ཆགས་འགྲོ་གི་འདུག་བསུ་བྱས་བྱས་དེ་གནས་སྟངས་ཅིག་རེད། ད་དེ་དང་འབྲེལ་བའི་ཐོག་ནས་གཙོ་ཆེ་ཤོས་ད་ལན་གི་གནས་སྟངས་ནང་ལོགས་ལ་ཡ།

དེ་བྱས་ནས་ད་མ་འོངས་པ་ལ་ཡང་ཁུག་མེད་ཀྱི་འོད་དང་འདྲ་བའི་ཐོག་ནས་གནས་ཚུལ་ག་འདྲ་ཆགས་ཀྱི་རེད། ད་དེའི་ཐོག་ལ་ཡང་རྩ་བ་ཉིད་ནས་དཀའ་ངལ་འདི་ལ་ཡང་ཕྱི་ལོག་བྱེད་ས་མེད་པའི་གནས་སྟངས་ཅིག་དང་ཁོ་འགྱོད་པ་རང་གི་ཐོག་ལ་འགྲོ་དགོས་ཡག་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། གསལ་བོ་བྱས་ནས་ཞུས་པ་ཡིན་ན། གཙང་མ་མ་ཡིན་པའི་གནས་སྟངས་ཁྲིམས་མཐུན་མ་ཡིན་པའི་གནས་སྟངས་མང་གཙོ་དང་མི་མཐུན་པའི་གནས་སྟངས། རྣམ་པ་ཚོ་ལས་སྒང་ལ་ཞུས་པ་ནང་བཞིན་རེད།

དེ་ཡིན་དུས་ད་འདི་ག་རེ་བྱས་ནས་སླེབས་པ་རེད་ཟེར་ལབ་པ་ཡིན་ན་སྐབས་དེ་དུས་ལྷག་གི་ལུང་བསྟན་རེ་བཞེས་ལ་བཞག་བྱས་ནས་གང་འདིར་སྤྱི་ཚོགས་ནང་ལོགས་ལ་ཡ་རེད་ལྷག་པར་དུ་སྤྱི་འཐུས་ལྷན་ཚོགས་ནང་ལོགས་ལ་ཡ་ཁོ་རང་ཚོ་བཀའ་མོས་ཤུགས་ཆེན་པོ་གནང་ཡོང་དུས་གནང་མཁན་ཁོ་རང་ཚོ་མིན་རེད་དེ་བྱས་ནས་ད་ཁོ་རང་བཞིན་གྱི་ཁོ་རང་གི་མིང་ལ་ཡ་འགོ་པ་སྤེན་པ་ཚེ་རིང་ཟེར་བྱས་ནས་ཐོག་གསུངས་པ་རེད་དེ།

ངའི་སྒང་ལ་ཁྱུག་ཚུལ་ཅུང་ཞིབ་པ་ནང་བཞིན་རེད། པོས་མ་ཟེར་བའི་ཚབ་ཆེན་པོ་ལུག་ཡག་དེ་རེད། ལུག་ཡག་འདི། བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་མགོ་འཁྲིད་མཁན་དེ། ཁྲིམས་དང་སྒྲིག་གཞི་གི་མགོ་འཁྲིད་མཁན་དང་དེ་བཟོས་མཁན་དེ་སྤྱི་འཐུས་ལྷན་ཚོགས་རེད་བ། དེ་ཡིན་དུས་ད་ལྟའི་སྤྱི་འཐུས་ལྷན་ཚོགས་འདི་གི་སྐབས་བཅོ་བརྒྱད་པའི་སྤྱི་འཐུས་ལྷན་ཚོགས་འདི་གི། དཀའ་ངལ་དེ་ཚོ་ཡོད་པ་དེ་ཤིང་གི་ཤིང་གི་ལ། དཀའ་ངལ་དེ་འདྲའི་ཞིག་གི་བརྒྱུད་ལམ་གྱི་ཐོག་ནས་ཁུངས་མེད་ཀྱི་འོས་བླུགས་ནས། འོས་ལྡུག་གི་རྙོག་དྲ་ཆེན་པོ་ཡོད་བསྡད་པ། འོས་ལྡུག་གི་ནང་ལོགས་ལ་ཡང་རྒྱུ་དངུལ་དངུལ་བེད་སྤྱོད་བཏང་ཡ། ལྐོག་དངུལ་བེད་སྤྱོད་བཏང་ཡ་ལ་སོགས་པའི་གནས་ཚུལ་ཡོད་པ་ཤེས་བཞིན་དུ། ཤེས་བཞིན་དུ་དམ་འབུལ་མཛད་སྒོ་བྱས་ནས་ཕྱིན་ཚར་དུས། མགོ་ནས་སྤྱི་འཐུས་ལྷན་ཚོགས། དེའི་རྗེས་ལ་ཡང་འཛིན་སྐྱོང་བཀའ་ཤག་ནས་ཡིན་པ་ཡིན་ན་ཡང་ཧ་གོ་བཞིན་དུ་དམ་འབུལ་བྱས་ནས། དེའི་གི་བསྐོ་བརྒྱག་དེ་ཚོ་འགའ་ལ་ཡ་ཐག་ཨུ་ཚུགས་འདྲ་བྱེད་མཁན་རྒྱབ་ནས་ཞུགས་ཡོད་རེད་བ། དེའི་ཐོག་ནས་བལྟས་པ་ཡིན་ན་ཡང་ཁྲིམས་དེ། མ་བརྩིས་པ་ཟེར་ན་འགྲིག་གི་འདུག། ཁྲིམས་ལས་ཀྱང་མི་གི་ཐག་གཅོད་དེ་ནུས་པ་ཆེ་རེ་ཅིག་ཕྱིན་པ་གི་གནས་སྟངས་ཀི་ཐོག་ལ། ཡང་མིན་ན་ཁྲིམས་ཀི་ཐག་གཅོད་ལས་བརྒལ་བའི་མི་གི་འདོགས་རྔམ་དེ། གནས་སྟངས་ཆེན་པོ་ཅིག་ཕྱིན་པ་དང་དབང་ཚད་ཆེན་པོ་ཅིག་ཕྱིན་པ་འདི་འདྲའི་ཅིག་གི་གནས་སྟངས་ཤུགས་ཅིག་ཤར་འོང་དུས་གང་ལ་ཡ། ད། དེའི་གི་མི་དེ་ཚོ་མི་མང་དཀྱིལ་མ་ཆགས་ཀྱི་བ་མ་རེད། མགོ་ལ་ཞུགས་ངེས་ཀྱི་སྤྱི་འཐུས་ལྷན་ཚོ་དེ་ནས་བཀའ་ཤག་དེ་སྐྱིད་དེ་ཆགས་བསྡད་ཡོད་རེད་པ། དེ་ཡིན་དུས་དེའི་གི་མཚམས་དེ་ནས་གི་ཁྲིམས་ལ་དེ་ནས་རིན་ཐང་ཉམས་པ་དང། ཁྲིམས་གི་ནུས་པ་དེ་ཉམས་པ་ཡིན་ན། དམངས་གཙོ་ནང་ལ་ཡོད་ན་མེད་ན་དེ་ཁྲིམས་རེད་ཁྲིམས་གི་ནུས་པ་ཉམས་པ་ཡིན་ན་དམངས་གཙོ་དེ་ཉམས་པ་རེད། ཆེན་པོ་ཉམས་པ་རེད། དེ་སྔ། དམངས་གཙོ་གི་ད་ང་རང་ཚོ་སྒྲིག་འཛུགས་ཆགས་ངེས་བྱུང་བ་དེ་འདྲའི་དཔེར་ན། ཆེས་མཐོའི་ཁྲིམས་ཞིབ་ཁང་འདྲ་པོ་དེ་ཚོ་ད་ལྟ་འགྲོ་དང་མ་འགྲོ་གི་ཐོག་ནས་རེད་དེ་ཡིན་པ་ཡིན་ན་དེ་སྤྱི་དང། སྐབས་དེ་དུས་ཀྱི་ལས་ཀ་བྱེད་ངེས་དེ་ཚོ་འགྲོ་ཐུབ་དང་མ་ཐུབ་ཁྱེད་ཤེས་ཀྱི་ཡོད་རེད་མ་གཏོགས་ཀྱི་རྩ་བའི་གི་ཁྲིམས་ཀྱི་རང་བཞིན་དེ་ཤུགས་ཆེན་པོ་བསྡད་ཡོད་རེད། ད་ད་ལྟའི་གནས་སྟངས་འདྲ་པོ་ཡིན་པ་ཡིན་ན་ཁྲིམས་ཁོ་རང་གི་ཐུང་དེ་མ་ཆགས་ནས་ཡོང་གི་ཡོད་དུས། མཐོང་ཆ་ས་དེ་ཡང་མགོ་བཀའ་ཤག་དང་སྤྱི་འཐུས་ནས་བརྩིས་པ་ཡིན་ན་འདྲ་མགོ་སྤྱི་འཐུས་དང་བཀའ་ཤག་ནས་བརྩིས་པ་ཡིན་ན་འདྲ་དེ་ནས་མ་མ་ཆགས་ཡོང་གི་ཡོད་དུས་ད་འབོ་ཆེན་པོ་ཅིག་ལུས་པ་རེད་བྱས་ཙང་དེ་ཡིན་དུས་ང་རང་ཚོ་མང་གཙོ་འདི་འབོ་ལུག་མ་ཆགས་པ་རེད། སྲིད་སྐྱོང་འདི་ཁུག་མ་ཅན་ཆགས་པ་རེད་ཟེར་བྱས་བྱས་ད་གང་དག་གཞི་རྩའི་ང་ཚོ་དེ་རིང་སྒྲོམ་གཞི་དེ་འདྲའི་ཅིག་གང་ལ་མ་སླེབས་པ་ཡོད་རེད་མཐའ་མ་དེ་དངོས་གནས་དྲང་གནས་འོས་བསྡུ་ཆེན་པོ་འདི་གི་ད་སྡོམ་དེ་འདྲའི་ཅིག་རེ་བརྒྱབ་ཡོད་རེད། སྐད་ཆ་དེ་ལས་གོ་སླ་བ་ཅིག་བྱས་པ་ཡིན་པ་ཡིན་ན། སྤྱི་འཐུས་ལྷན་ཚོགས་ཀྱི་འཐུས་མི་ཡིན་ན་འདྲ། བཀའ་ཤག་གི་མི་ཡིན་པ་ཡིན་ན་འདྲ། རང་གི་མདོ་རྔམ་དེ་གཙོ་ཆེན་པོ་བྱས་པ་དང། རང་གི་རྐུབ་བཀྱག་ལ་རྔམ་པའི་རྔམ་སེམས་དེ་གི་མདོ་རྔམ་དེ་གཙོ་ཆེན་པོ་ཞེས་བཞག་པ་མ་གཏོགས་ཁྲིམས་དེ་གཙོ་ཆེ་བ་ཞག་མེད་པ་ཅིག་གི་གནས་ཚུལ་དེ་དེ་རིང་ཞུ་བ་ཞིག་གསལ་པོ་ཆགས་པ་རེད་ཟེར་གྱི་འདུག་ད་ཡིན་པ་ཡིན་ན་ཡང་གསལ་བྱེད་དོ། ངས་སྒང་ལ་ཞུས་སོང་ཡིན་པ་ཡིན་ན་ཡང་ད་ང་རང་ཚོ་དམངས་གཙོ་དེ་སྦོ་བླུགས་ནས་སྦོ་བླུགས་མ་ཆགས་པ་ཡིན་ན་འདྲ། སྲིད་སྐྱོང་དེ་ཁུག་མ་ཁེངས་ནས་ཁུག་མ་བྱིན་སྲིད་སྐྱོང་ཁུག་མ་བྱིན། དེ་ནས་ད།

སྤྱི་འཐུས་དང་སྲིད་སྐྱོང་དེ་ག་དེ་ཆགས་ཡོང་དུས་དམངས་གཙོ་དེ་ཁ་ཆག་ནག་ཆག་ཞོར་གྱི་ཆགས་པ་རེད་འཛམ་བུ་གླིང་གི་དམངས་གཙོ་ནང་ལོགས་ལ་དངོས་གནས་དྲང་གནས་དངོས་ཡོད་གནས་ཚུལ་དེ་ངོ་སྤྲོད་བྱེད་མི་ཐུབ་ཡ་ཅིག་བྱེད་ཡ་ལ་ངོ་ཚ་ཡ་ཅིག་ད་དེ་དངོས་ཡོད་གནས་ཚུལ་ཇི་མ་ཇི་བཞིན་ཅིག་འཛམ་བུ་གླིང་གི་མི་རིགས་གཞན་པའི་གི་དབུ་ཁྲིད་རྣམ་པ་ཡིན་ན་འདྲ་མི་མང་ཡིན་ན་འདྲ་ཤེས་ཡོན་པ་ཡིན་ན་འདྲ་དེ་སུས་གི་ངོ་སྤྲོད་བྱེད་ཐུབ་གི་རེད་ང་ཡིན་ན་ཐུབ་ས་མ་རེད་ངོ་ཚ་ནས།

ཡིན་པ་ཡིན་ན་ཡང་ད་ང་ཚོ་རྟ་རྒྱུག་མང་པོ་ཅིག་རིམ་པས་བྱེད་དུ་བསྡད་ཀྱི་རེད་ཟེར་བྱས། མཐའ་མ་དེ་འདྲའི་འདྲ་ཅིག་ལ་ཡ། སྐད་ཆ་བཞག་གི་ཡོད། ཨ་ནི། ངས་ཤོད་བཞག་པའི་སྐད་ཆ་དེ་ཚོ། ད་ཟླ་བ་ཁ་ཤས་ཅིག་གི་ནང་གི་འོས་བསྡུ་གི་བརྒྱུད་རམ་ག་ནང་གི་གནས་སྟངས་ཡིན་པ་དང། སེར་བུ་ཞེ་བོ་ཅིག་མི་ཚང་མའི་ཀླད་པའི་ནང་དུ་ཡོད་ཙང་སྟེ་ངས་སྐད་ཆ་དེ་རྫུན་མ་ཆགས་ཀྱི་འདུག་དང་མི་འདུག་ནང་པ་ཚོ་དགོངས་པ་ཅིག་བཞེས། ཨ་དེ་རྫུན་མ་ཆགས་པ་དང་ཁྲིམས་མཐུན་མ་ཡིན་པ་ཆགས་པ་དང།